འདི་གཉིས་ཀྱི་བརྗོད་གཞི་ཡིན་ན་ཁྲིམས་མཐུན་གྱི་སྒོ་ནས་ད་འོས་ལངས་འདི་དག་གོ་འཕྲོད་མ་འཕྲོད་ཀྱི་འདི་མོ་གི་བརྗོད་གཞི་ཟིག་རེད་དེ་ན་ཨང་རྟགས་སྔོན་མ་རྗེས་བདག་ར་རྗེས་མ་དོན་པ་རེད། རེད་དེ་ན་དེ་རིང་གི་ཞུ་ནས་གར་སྟེགས་བརྒྱུད་ལས་འགྲན་བསྡུར་བྱེད་མཁན་འགྲན་ཞུགས་ཨང་རྟགས་བཞི་བཅུ་བ་མགོ་ལོག་འགྲན་ཁུལ་གྱི་འགྲན་ཞུགས་པ་བྷ་སོང་ར་འགྲན་ཞུགས་ཨང་རྟགས་ཞེ་གཅིག་བ་མགོ་གན་ལྷོ་འགྲན་ཁུལ་གྱི་འགྲན་ཞུགས་པ་གྲོགས་པ་རེད་འདི་གཉིས་ཀྱིས། བརྗོད་གཞི་ཡིན་ན་ཡང་དབྱར་རྩྭ་དགུན་འབུ་ཉོ་འཚོང་གི་ནུབ་མོའི་བརྗོད་གཞི་ཟིག་རེད།
ཡ་ལགས་སོ། ད་ལྟེ་ནས་དེ་རིང་ཁྱེད་བཟི་བ་ལྷམ་གཉེར་སྒང་གསུམ་གི་གཅིག་ཉོ་འགོ། དེ་རིང་ད་ཁྱོད་རྟ་ཁོག་མ་རུའི་ཁབ་ཞེས་ཡིད་གཟུགས་བ་སོ་ཁ་རུ་སྲབ་ཟླ་བའི་གཏམ་དཀར་མཆན་མགོ་བཞག་ཡིག་སྐྱ་རང་ཁ་ར་སྨིར་སྤ་དེ། ང་ཁྱི་གཟིགས་བྱ་རྒྱུ་ཡོད་ཁུ་བཟི་ན་ཁྱེད་བཟི་བ་ལྷམ་གཉེར་སྒང་གསུམ། ང་སྡུག་མཐའ་མི་ནས་འདོན་འདོན་ནོར་སྡུག་གིས་གོ་རེ་བཅག་བཅག། གཡས་ཀྱི་གཟུགས་ཡོད་དུས་སྔ་ས་ནག་པོ་མདོག་མ་འཇའ་ཡི་སྤྲིན་དཀར་བོ་ཐོག་དབབ་དག་གིས་ང་རྟ་ནག་ནག་གི་ཐོག་བུ་འཛེག་འཛེག་བཟས། ཨོ་ཡ། རྐང་སོག་ལམ་གག་སྡོང་བའི་ཧྲིལ་ཏན་ཏན་ནས་ང་ས་འདི་ཐོན་སྐྱེད། ང་རྩ་ཐང་ཨ་ཕོ་ཟས་ཀྱི་དུས། ཤི་རེ་ལག་པ་ཁྱག་གི་གང་ཡིན་སྡུག་རུས་ཐོད་པ་ཁྱག་གི་གང་ཡིན་ངའི་དབྱར་རྩ་གཟུགས་སྐོ་ཁེ་བོ་ནོ། ངའི་རྒ་པོ་འདེགས་གཅིག་བཙོང་ས་ནས། ཨོ་ཡ། འདི་ང་འགོག་ཞབས་གི་མྱི་ཡིས་རྒམ་ར་ཞབས་གི་རྟ་ཡིས་བདའ་དུས་ཨ་ལས།

མདངས་གཅིག་ཨབ་རྒྱ་ཧམ་ནི་ཡིན། སྐྱེ་བ་ཤུགས་བསྐྱེད་དུས་མོག་སྟུག་གིས་མདའ་ལ་མ་ཟ་དུས་རག་སྟུག་དང་ནི། ད་སྐྱེ་བ་སྔོན་གྱི་ལོ་རེའུ་བསམ་གི་ཡོ། སྟར་གིན་མོག་ལས་འགྱུར་རེའུ་བསམ་གི་ཡོ། ཧོ་ཧོ་ཡ། ད་ཡིན་ནི་ཡིན་ན་དེ་རང་ཁ་སང་གི་དུས་སྐབས་རེད་ནི། ཨོ་ཡ། ཨ་ཡ་དྲུག་པ་སང་སྲིད་གནང་སྲིད་རེད་འགོ་བཅག་གི་ཡི་ལྟ་མ་ལྟ་རེད།

སྔར་དཀོན་མཆོག་སྲིད་མ་ངོ་མ་ལོག་ནས་ཀར་བའི་ཆོས་རྒྱབ་མ་དགའ་ནི་ཟིན། དེའི་ཐོག་ནས་ངས་བློ་ཐབས་ཀྱི་ཕ་གཅིག་སྟོན་པ་ཡི་དད་ཡིད་ཆེས་ཀྱི་མ་གཅིག་ལབ་གྲོན་ཡི་དད་འོ་ཡ། ད་དུ་མི་ངའི་མི་ཧ་མི་བཤད་མི་ང་བཤད་ན་ང་མི་ང་བྱ་རྒྱུ་ཡོད་གི་དད་ནི་ངའི་གཏམ་མི་ང་ཉུང་ཉུང་ཡིན་ཉུང་ཉུང་བསྡུ་མ་ཡིན་ངའི་ཚིག་བརྒྱ་དོན་རྩ་གཅིག་ག་བཞག་གིས་ངའི་དགབ་བརྒྱ་དེབ་ཚེག་གཅིག་གི་གནད་བསམ་གི་ཡོད་འོ་ཡ་ད་དུ་ཟུག་ཐོག་ནས་ང་སྐྱ་སེ་ལའི་ནམ་མཁའ་བླངས་ནི་འདྲ་འདྲ་ཆུང་ང་བ་ཧེ་ལིའི་ཁ་ཚུབ་བྱས་ནི་འདྲ་འདྲ།

རེ་འདུར་གྱི་སྐུ་མགྲོན་རྣམ་པ་གང་ནས་བྱོན་འགྲན་ཞུགས་ཨང་རྟགས་གསོ་བརྒྱུད་པ་དང་གསོ་དགོས་པ་གཉིས་ཀྱི་མཇུག་མཐའི་སྐར་གྲངས་གཅིག་ལྟ་རྒྱུ་ཡིན། འགྲན་ཞུགས་ཨང་རྟགས་གསོ་བརྒྱུད་པར་རྨ་ལྷོ་འགྲན་ཁུལ་ནས་ཡོང་བའི་གཡང་སྐྱིད་རྒྱ་དགུ་ཆེས་མཐོ་བའི་སྐར་གྲངས་དགུ་དང་གྲངས་ཆུང་གཅིག་དགུ་དྲུག་དང་ཆེས་དམའ་བའི་སྐར་གྲངས་བརྒྱད་དང་གྲངས་ཆུང་བརྒྱད་ལྔ་གསུམ་བླངས་རྗེས་ཀྱི་མཇུག་མཐའི་སྐར་གྲངས་དགུ་དང་གྲངས་ཆུང་ཐུགས་བདུན་གསུམ་རེད། འདྲ་ཞིག་ཨང་རྟགས་སོར་དགུ་པ་མགོ་ལོག་འདྲ་མཁན་ནས་ཡོང་བའི་ཁྲི་ཐོག་རྣམ་རྒྱལ་ཚེ་རིང་གི། ཆེས་མཐོ་ཡི་སྐད་གྲངས་བརྒྱད་དང་གྲངས་ཆུང་དགུ་དགུ་གཉིས་དང། ཆེས་དམའ་ཡི་སྐད་གྲངས་བརྒྱད་དང་གྲངས་ཆུང་བདུན་དགུ་གཅིག་བླངས་རྗེས་ཀྱི་མཇུག་མཐའི་སྐད་གྲངས་བརྒྱད་དང་གྲངས་ཆུང་བརྒྱད་ལྔ་རེད། རེད་ན་ཕྱི་ནས་ཆོས་འབྲེལ་ཞིག་ཨང་རྟགས་བཞི་བཅུ་བ་དང་ཞེ་གཅིག་པ་གཉིས་ཀ་འདིར་གཞུག་གི་བཤད་འདི་མ་རྣམས་ཨ་གུ་ཕྱི་ནུ་གི་སྐར་མ་གཅིག་ལྟ་རྒྱུ་ཡིན། ཐོག་མར་འབྲེལ་ཞིག་ཨང་རྟགས་བཞི་བཅུ་བ་མགོ་ལོག་འདྲ་མཁན་ནས་ཡོང་བའི

བརྒྱད་དང་གྲངས་ཆུང་བདུན་བདུན་གསུམ། བརྒྱད་དང་གྲངས་ཆུང་བརྒྱད་གཉིས་གསུམ། བརྒྱད་དང་གྲངས་ཆུང་དྲུག་ཐིག་ལྔ། བརྒྱད་དང་གྲངས་ཆུང་བདུན་གཅིག་བཞི། བརྒྱད་དང་གྲངས་ཆུང་དྲུག་གཉིས་བཞི་བཅས་རེད། རེད་དེ་ནས་ད་ལྟ་གར་སྟེགས་བརྒྱུད་ལས་འགྲན་བསྡུར་བྱེད་མཁན་འགྲན་ཞུགས་ཨང་རྟགས། དཔྱད་གཞི་བ་འཚོ་བྱང་འགྲན་མཁན་ཡོང་བའི།

རེད་ཁུར་སྙིགས་འདེབས་ནུག་བརྗོད་གཞི་ཡིན་ན་འཁོན་གདོང་ཁམ་ཆུས་བསྐོར་གི་གྱོ་དཔེ་ཟིག་རེད་ཨང་རྟགས་སྔོན་མ་ཕམ་ཁ་མྱོང་མཁན་འདྲ་ཨང་རྟགས་རྗེས་མ་འདི་དག་འཁོན་སློང་མཁན་རེད།
ཡ་ད་ལྟའི་རང་སོ་མཚོན་ན་འདི་གྲོགས་པོ་འདི་མི་ང་ཟིག་འདི་སོ་ལ་དྲང་མོ་བཤད་ན། ད་དམ་པའི་ཆོས་བ་སློང་འདྲེན་བྱས་ནས་འཇིག་རྟེན་ཁམས་མ་དཔེ་འཇོག་བྱས་ནས་ད

ད་ས་མདོ་ཆེན་གི་མ་ནི་བཀའ་འབུམ་ན་འདྲ་སྡེ་ཚོ་ཆེན་གི་ལྷམ་ནི་བཀའ་རུ་ན་འདྲ་དུ་ཤ་ཆ་ཅང་གི་མྱུར་གཅིག་ཆ་ཅང་གི་རྟ་འདི་མོ་སོ་གྲང་མོ་ཤ་འདི་སང་གི་དཀར་མོ་གདོང་གི་འཛུམ་དབྱེར་སྔོན་མོ་ལྕགས་སྒྲོག་གི་བརྡ་ལན་འདི་སྤྱང་པོ་འདིའི་འཕྲང་ལ་འཁྲག་ནུར་འཛིན་བོང་བུའི་འགའ་འཁྲིལ་ཡོང་ནས་སེམས་ན་ས་དྲུག་གི་ལུས་དོན་སྒྲུབ་དཀོན་ནི་ཁ་ནས་གནས་ལུགས་ཀྱི་བཀའ་ཆ་ཆུ་བཞུར་ཡི་གོ་བཞུར་བཞུར་ནས་སེམས་ནས་མི་རིགས་ཀྱི་ལུས་དོན་ལ་ལྟ་རྒྱུག་རྒྱུག་གི་ཁོ་ནི་འདི་མོ་ཏག་ཏག

ད་ངས་ཀྱང་མེ་ཏོག་ཐོན་པའི་ར་ར་ཟིག་ར་མར་མེ་ཏོག་སྟུ་མིན་འཛུག་འཛུག་ཟིག་མ་ཡིན་ཏེ། སྤྱིར་བཤད་ན་ང་དབུགས་ཀྱི་ཁར་རྫུན་བལྟ་ཟེར་གྱི་རེད་དཔའ་དབུགས་ཀྱི་ཁར་སྤུས་བལྟ་ཟེར་གྱི་རེད་ན། ཡིན་ན་དྲང་མོ་བཤད་ན་བྲག་དཀར་སྡེ་བའི་སྒ་ཕུབ་ལགས་མ་སྲིང་གི་ཕྱི་ལོ་མཇག་མ་ཁེར་གྱིས་སུ་བཀོད་ནོ་འདི་ད་དྲང་མོ་བཤད་ན། ང། ཆ་ཆུང་གཉིས་ཀྱི་རྗེས་རིགས་ད་ལི་ཀང་ཁེར་བསེ་དམག་བདུན་ཞིག་གིས་ད་ལི་འདི་དྲང་མོ་བཤད་ན་ང་ཚིག་མི་ཐོག་གི་རོགས་ཡ་ཁ་ན་འདྲ་བཤད་ཚིག་མི་ཐོག་གི་གྲོས་མང་གི་བཤད་སྟངས་ན་འདྲ་བཤད་ལུས་ད་ལི་ཆ་ཆ་རིགས་རིགས། ཤཱ་རིའི་བུ་གཉའ་ལྷ་གུ་བྱི་གི་ཤམ་པོ་ངར་མོ་རྟ་ནི་ཁ་ཟས་གུ་བྱི་གི་རྟ་ལིང་ང་ཉི་མི་ཡང་ཆད་ཀ་ཕུབ་ལ་མ་ར་ང་ཉི་ག་གི་སེར་བུ་འཛག་གི་འཇའ་རོག་ར་ཤཱ་རི་སེར་བའི་མོག་སོག་ཁག་སྡིག་རོག་ཡི་འདྲ་ར་ང་ཉི་ག་གྲང་མོ་ཤཱ་ན་གི་ག་ལོག་པ་གང་གི་འཇིར་ཡིག་རྟ་ལིང་འཛིམ་སོག་བར་གང་གི་བསེ་རི་ཡིག་རྟ་ལིང་ང་ཉ་ང་རོ་རག་གསུམ་བསེ་ནི་ཐིག་ནར་ག་ལོག་པ་གང་གི་འཇིར་ཡིག་རྟ་ལིང་བཤེ་རོ་ལོང་གསུམ་དོང་ནི་ཐིག་ནར་འཛིམ་སོག་བར་གང་གི་བསེ་རི་ཡིག་རྟ་ལིང་ང་ཉ་བསེ་བ་ན་སྔོ་ཡོ་སི་འཛིབ་པ་ན་ཚིག་ཡོ་སི་ཏི་མུའུ་ག་ཕུ་ཟི་ཡི་འདྲ་ར་ང་ཉི་ག་བཟང་ང་བསེ་གྱི་མི་ན་ང་ན་བཤའ་གྱི་མི་འདྲ་ག་ཕུ་ཤི་ལི་འཇག་མ་ཁེར་ཆི་སེ་གུ་ནུ་འདི

ཨོ་ས་ཅི་མཐོང་ཅི་ཐེག་ཁུག་གི། ཡོ་འདབ་རིགས་ནི་སྐྱ་ནར་སྐྱ་ཕྱུ་རེ་ཁུག་གི། སྟོན་མཐའ་དག་དབུ་གུ་ངེ་ཁེ་ར་ངེ་ཁེ་སུམ་ཚོ་ནར། གྲང་མོ་བྱ་ན་དབུ་རི་བ་གུ། རྐྱེར་སྣུལ། རྐོ་མ་ཤུ་ལ་སི་སྣུལ་སྣོ་ལ་མ་ཁོང་ཟླ་སྣུ་གཟི་འདྲ་ར། ད་འདི་ཡི་ད་གཟི་བ་གུ་གྲང་མོ་བྱ་ན། ལུག་བ་མར་གོ་རྐང་བ་མར་ཏི་ན་ད་གྲང་མོ་བྱ་ན་ཆགས་བཟི་ལྷམ་ཉི་ནང་གསུམ་གི་རག་ཅིག་སྐ་རོག་ཅིག་གི་བྱ་བ་ཤ་ཕ་ད་གི་དུས་ཐུང་ར་ད་ང་ཁག་མེད་གཡོག་མེད་བཟི་བ་རེད།

ཡིད་ངེས་ཀྱང་ཤི་བྱ་ཤི་བ་ར་མི་ཤི་གི་ར་རྡེ་གི་ཁ་ནང་འཁྱོར་གྱི་ར་མི་རྟ་རྔ་ཉི་མའི་ཡན་ཆད་སོ་ར་ཁ་རི་ཁི་རི་བྱ་ན་གྲང་མོ་བྱ་ན་འདི་ཅི་ཆི་ཟེར་གི་ཟིན་ན། ཨོ་གྲང་མོ་བྱ་ན་གཏམ་བཤད་འདུག་གི་སྐྱ་མིར་ཀྱི་དཀའ་ན་བདའ་ལི་རྟ་མཇུག་རྡོར་གི་ཁ་མིར་འཇག་མ་བླངས་ཡིན་བདའ་ལི། ཨོ་འདི་གྲང་མོ་བྱ་ན་རྟ་བ་གི་ཆག་ཉོ་བའི་བ་གི་རྔ་འབའ་དགའ་བསིལ་གྱི་ལི་བདའ་ལི་འདི་གྲང་མོ་བྱ་ན་རྔ་མ་རུ་སྐྱ་ཆག་ཧུར་ནུ་བ་དང་ཉོན་ཁི་ཡི་ཁ་དེ་ལ་སྐྱི་དེ་ལ་བླངས་ཡིན།

ནས་ར་སྤྱི་ལག་ནག་འཁྱུར་མ་མྱོང་ནས། སྒོ་སྨུག་གར་སང་ནས་རྩིས་མྱོང་ནས་སང་ཤའི་སྟེང་ནས་འགྱེལ་མ་མྱོང་ནས། ད་སྔར་བོད་རག་གིར་བྱོན་གི་རྩ་ཆེན་གི་ཕྱི་རུ་གཏོར་ཟིན་འཕེན་གི་ནུས་ལྡན་གི། ཤ་སྐྱབས་ཟླ་གི་ཤེད་ཅན་གི་རྒོད་སྐྱབས་ཟླ་གི་བང་ཅན་གི། འདི་མོ་གི་ཁྲིམས་པ་ཁྲིམས་ལྡན་གི་མྱི་སྤྱི་ལང་སྐྱོར་རྒྱ་གི་རྟ། འོ་ཡ་དམ་ཉག་གཉིས་བར་གི་འཕྲིན་པ་ཡི་གོ་ནས་ཆག་གཉིས་བར་གི་བརྩམས་པ་ཡི་གོ་ནས། ཚོང་ཟོག་ས་མཐོ་ན་མར་ཟོག་ཟེ་གོ་ནས་སྙི་འཁོན་ས་མཐོ་ན་མ་འཁོན་ཟེ་གོ་ནས་འདི་མུ་གུར་གེར་སྡུག་གསུམ་ཁ་དགུ་ལྟ་ནས་ཡུར་འཇམ་འདྲེར་རྒྱ་ལོང་གི་ལྟས་ནས། ཨོ་ཡ། ད་ཁར་གེ་ཡུར་གོར་ཡུར་གོང་སྔུན་ནམ་ན་ཧྲན་ཟིག་ཡོ་ན་ད་ཧྲན་དུས་ནང་ན་འབྲུག་ཟིག་ཡོ་ནོ་མུར་ཏོག་མོ་ས་ན་རྡེ་ཟིག་ཡོ་ན་ད་དེ་དུས་ནང་ན་དཔོན་ཟིག་ཡོ་ནོ་ད་སྐྱིབས་ཉི་བ་ཐུགས་དཀར་བོའི་འདྲ་འདྲ་ད་སྐྱིབས་ཁོང་རོང་ཚ་འཆར་གི་འདྲ་འདྲ་གི། ཉི་རུ་གསུམ་གྱི་ཉི་རྒན་འདྲ་འདྲ། སྲིད་པ་ཆགས་ཀྱི་གངས་རྒན་འདྲ་འདྲ། ལྷ་རུ་གསུམ་གྱི་ལྷ་རྒན་འདྲ་འདྲ། ཏག་ཏག། དེ་རིང་འཁར་གའི་ཆུ་ཁར་བྱེད་ཀྱི་ན། གཡུ་རི་སྔོན་མོའི་གྲལ་སྒྲིག་གི་ཟླ་ལི། སེང་གེའི་དཀར་མོའི་གདོང་བཟོ་མའི་ཟླ་ལི། དྲི་མིག་ཅུང་ལྷེ་ལྷེ་བྱེད་ཚིག་གི་ཟླ་ལི། འཛུགས་ཆུང་ཀྲི་དང་ཨརྡང་བྱེད་ཚིག་གི་ཟླ་སྟེང་ནས། དེ་རིང་གནས་འདི། རི་ཆེན་པོའི་འབྲོག་ནང་འབོད་ས། ཐང་ཆེན་པོའི་རྡ་ནག་སྟེང་ས། སྟག་ཤར་ཡུལ་གོང་སྟེང་སྟབས་འགག་སྤྱོད་ས། ཤ་ཆེར་གོས་ཀ་རིན་ཐང་ཚིག་འགག་སྤྱོད་ས། རྟ་འདོ་བ་གོས་རིན་གོང་བུ་འགག་སྤྱོད་ས། དེ་རིང་ཚིག་གི་ཚིག་ཡར་རྒྱག་ས། ཚིག་རོག་ཚིག་གི་སྤྱོད་ས། མར་སྐུ་རྡོ་རྒྱག་ས། མར་ཕྱིར་བསྡུ་གི་ལེན་ས། འོ་ཡག་ནི་འདི། ད་ལྟ་ནག་ནག་གི་ཐོ་སྤུན་ཟི་ལྟ་ནི། རྐང་ཟག་ལམ་གི་སྡོང་བོ་ཧྲ་ལྟ་ནི། ད་ཀིར་གི་ཆི་གིར་རྩེ་རྒྱུ་ན། ད་རྒ་པོ་ཤ་ཤི་ར་ངི་ཉི་གི་བར་འདི་ན། རྡུལ་མི་བདེ་རི་ཟི་རི་ཧོམ་འདྲ་འདྲ་ཟིག་ཡོད་གི། ད་སྣ་མི་ན་ཧོམ་གཉིས་ཁ་འདྲ་འདྲ་ཟིག་ཡོད་གི། འོ་ཡ། ད་ཡིན་དང་ན་ཀིར་གི་ཆི་གིར་རྩེ་རྒྱུ་ན། དམ་ཉིས་གསུམ་ན་བཅུ་ཟིག་ཡོད་གི། དག་ཡིག་གསུམ་ན་ཅི་ཟིག་ཡོད་གི། འདི་ཀིར་གི་ཆི་གིར་རྩེ་རྒྱུ་ན། དམ་ཉིས་འཕར་རོང་ནང་ནི་ད་ན་ཧྲ་གི་པ།

སྔོན་ཉི་མ་ཡན་ཆད་བརྩིག། ཨོ་ཡ་ཁ་རྒྱང་ཨ་ར་ཚ་བོ་འདི་འུར་ཀྱང་ཤི་མེད་གི། ད་རང་ཅི་ཁ་ཟིག་ཅིག་དང་ཟིག། ཨོ་ཡ་དུག་ལྔའི་མཐུ་འདི་ནི་ཡིན་འདི་ཤི་སྐྱ་རི་འགི་སྐྱ་འདབ་ལྕགས་དང་ཁ་འདྲ་འདྲ། ཧིན་བོད་འགི་སྔོ་འདབ་ཤིག་དང་ཁ་འདྲ་འདྲ། ཨོ་སྒྲ་རོག་པའི་ཁ་ཙུག་ཡིག་དང་ཁ་འདྲ་འདྲ། གསེར་སྐྱི་ལར་ཉི་མ་ཤར་དང་ཁ་འདྲ་འདྲ། ཨོ་འཛམ་བུ་གླང་རྒྱབ་དང་ཁ་འདྲ་འདྲ་གི་སྟེང་ན། འདི་ལོག་ལོག་ལ་འཇོག་རྒྱུ་མེད་གི། འདི་ལྷབ་ལྷུབ་རྒྱ་འགེབས་རྒྱུ་མེད་གི། འདི་ཕྱག་གི་ཚིག་ཨབ་བདེན་དབང་མེད་གི། འདི་སྡུག་གི་རི་མོ་མ་བརྐོས་མེད་གི། འདི་རྟ་ཡ་བཟས་ན་ཁུར་གི་ཆི་གིར་རྩེ་རྒྱུ་ན།

ཨོ་ཡ། འདི་མོ་འགྱོ་ནི་ཨི་རེད་ནི་རྩ་གཉིས་ནི་འགྱོ་ནི་མ་རེད། ཨོ་ཡ། ཅག་མར་ཡག་དག་ཨ་ལུབ་བྱ་རྒྱུ་དེ་ཀོ་ནི། བྲེ་སི་འབྲོང་ཨ་རར་དོ་ཧྲུལ་རྒྱུ་དེ་ཀོ་ནི། ཨོ་ཡ། ཅི་ཆག་གི་དེ་ཀོ་ནི། ཆུ་བོང་སྐྱ་ལ་འགྲོག་ན་གོམ་གང་ཡིན་ནི་རེད་ཀོ་ག། འབའ་བཅག་དང་ན་ཐུག་གང་ཡིན་ནི་རེད་ཀོ་ག། ཨོ་ཡ། བདུན་ལུང་བ་གཉིས་ཀི་ཧུད་ཐག་རང་ནི་རེད། བདུན་ཨམ་ར་གཉིས་ཀི་རྔ་མ་ཐང་ནི་རེད། ཨོ་ཡ། དེ་ཡིན་དང་ན་སྤྱིར་བཏོ་བྱ་ལི་ཡོང་ན། ངས་ཁ་བྲག་གིར་བྲག་མར་གཉིས་ཀ་ཨ་ཙི་དང་ན། ཧི་ན་རྔ་མོ་རང་ཨ།

ཅིག་ཅོག་ཀའི་ནོག་སྲིད་དང་ནི། ལྷབ་ལྷ་མའི་འབྲོང་སྒོམ་དང་ནི། འོ་ཡ། འདི་མོ་གི། དར་ངན་ནི་དྲང་ནི་གི་ཁ་འཁོར་གི་མདའ་རི་ངོགས་ཉི་མ་འདྲ་འདྲ་ཟིག་རི་ཡ། ཁ་སར་འཁོར་གི་སྤྲེའུ་ལྕགས་ཉི་མ་འདྲ་འདྲ་ཟིག་རི། ལུག་སྲིད་ཚིག་གི་བ་འདྲ་འདྲ་ཟིག་རི། རྟ་མོག་མོག་གི་བསུ་འདྲ་འདྲ་ཟིག་རི། འོ་ཡ། འདི་མོ་ཟིག་ཡིན་ནོ་རྟ་གོ་ད། ད་ཡང། འདི་ཁར་གི་ཆེ་གེར་ཟེར་གྱིས་ན། བཤུ་བསྒྲིགས་ད་ལི་གཏུམ་བྱ་གྱིས་ཟེར་གོ་ད་རི། རྫིས་བསྒྲིགས་ད་ལི་འུར་རྒྱག་གྱིས་ཟེར་གོ་ད་རི། ཆ་མ་འཆུག་གི་གཏུམ་བྱ་ལི། འདར་མ་འདོར་གི་རྟ་བརྒྱུགས་གི། ཉིན་ལྷ་ལུམ་པ་རིའི་ལྕགས་ཁུག་གི་རྟ་གོ་ན་རི། གཏུམ་ཕུག་ལུག་བྱ་ལི་སྨྱོ་ཐུབ་གི་རྟ་གོ་ན་རི།

ཚིག་བདེན་པ་ཤ་ན་བདུན་པ་འགྲོ་ན་རེ་རྒོང་ཉི་མ་ཤར་ན་ཅིར་མ་དག་ན་རེ། ཨོ་ཡ། ད་ཡ་ཟིན་ན་ཁུར་གི་ཆུ་བེར་ཚད་གཞི་ན་འདི་སྒོར་མོ་འདི་ཕྱིས་སུ་འདི་གི་སྟེང་དུ་ནེར། ཨོ་ཡ། འདི་བྲིས་གི་ཡི་གེར་སྦྱར་དགོས་ན་འདི་གདམ། རྒྱབ་གི་ཐམ་ཀར་སྦྱར་དུ་འདྲ་འདྲ་གི་སྟེང་ན་འདི་ལོག་ལོག་ལོག་འཇོག་རྒྱུ་མེད་ཁ་ཅི་ཅི་རི་ཀ། ཨོ་ཡ། ལྷབ་ལྷུབ་ཀྱང་འགེབ་རྒྱུ་མེད་ཁ་ཨར་སྟག་ལི་མ་ས་སི་ཡི་འདི་བྱང་གི་རི་མོ་བསྐོར་ཚད་འདི་གི་སྟེང་ན་འདི་ཕྱག་གི་ཚིག་བདེན་དབང་མེད་ཁུ་མོ་འདི་རྡོ་སྐས་རི་མོ་མ་སྤུས་མེད་ཁུ་མོ་དེ་འདང་ན་ད་འདི་རྔ་མང་ཤོས་ནས་ལུས་ཧ་ག་ཟི་ས་མེད་ཁ་ད་འདང་རང་ཤ་རེ་གསང་ལུགས་ཉིག་ས་མེད་ཁ། ཨོ་ཡ། ད་ཁ་འཐེན་ས་མེད་ལ་ཆི་ཀ་ཐིག་ཨོ་ལ། ལག་ལེན་ས་མེད་ལ་དོང་ཁག་ཐིག་ཨོ་ལ། ཨོ་ཡ། ང་ཕྲན་ཆུང་འཇག་མ་ཁེར་གྱིས་ཟས་གོ་ནུ་ང་བརྒྱབ་པ་ཐང་དཀར་ཡིན་ང་སྐྱེ་བ་གཡང་དཀར་ཡིན་ང་སྐལ་བ་ལན་མི་ལེན་ང་དལ་བ་གཉིད་མི་ལེན་ང་བསོད་ནམས་མི་གསུམ་ཀ་རུ་ཟིན་ང་ཤི་ན་མི་རུ་དཀར་རུ་ཟིན་ང་བསམ་པའི་ནང་ན་དུག་མེད་ཨོ་མའི་ནང་ན་དམར་མེད་གོ་གོ། ཨོ་ཡ་དུ་ཁ་ཞེ་གཉིས་མེད་ཀི་བཤད་ནི་འདི་ཕྱི་ལྷུམ་མེད་ཀི་བཤད་ནི་ངའི་ཁུར་ཁ་ཆི་ཁར་ཚད་ཀྱིས་ན་དངུལ་ལོང་གསེར་ལོང་འདི་གཉིས་ཀ

ཐོག་མར་ཡིན་ན་འགྲན་ཞུགས་དངུལ་རྟགས་བཞི་བཅུ་བ་མགོ་ལོག་འགྲན་ཤུགས་ཀྱི་འགྲན་ཞུགས་པ་དཔའ་བཟང་གི་ཆེས་མཐོ་བའི་སྐར་གྲངས་དགུ་དང་གྲངས་ཆུང་བཞི་བདུན་གསུམ་ལ་ཆེས་དམའ་བའི་སྐར་གྲངས་དགུ་དང་གྲངས་ཆུང་ཐུག་ཉེ་ལྔ་བླངས་རྗེས་ཀྱི་མཇུག་མཐའི་ཐོབ་སྐར་དགུ་དང་གྲངས་ཆུང་གཅིག་དྲུག་ལྔ་རེད། འགྲན་ཞུགས་དངུལ་རྟགས་ཞེ་གཅིག་བ་ཀན་ལྷོ་གི་འགྲན་ཞུགས་པ་གྲོགས་པ་གི་ཆེས་མཐོ་བའི་སྐར་གྲངས་བརྒྱད་དང་གྲངས་ཆུང་བརྒྱད་གཉིས་གསུམ་ལ་ཆེས་དམའ་བའི་སྐར་གྲངས་བརྒྱད་དང་གྲངས་ཆུང་དྲུག་ཐིག་ལྔ་བླངས་རྗེས་ཀྱི་མཇུག་མཐའི་ཐོབ་སྐུར་བརྒྱད་དང་གྲངས་ཆུང་བདུན་ཐིག་གསུམ་རེ།